ཡ་རྒྱུ་ལས་དེ་ནས་སེམས་ཀྱི་ཚོགས་སྤེལ་ན་བཞུགས་སྟོད་དཀར་ནས་དེ་ནས། དགེ་བའི་བཤེས་གཉེན་ལ་མཇལ་དང་གཏེར་སྣ་ཚོགས་ལ་དེ་ནས། བ་དག་ཚོགས་སོགས་ཚོད་སྤེལ་ལ་བྱེད་པ་ཚང་མ་ལ་ཐུགས་ཁུར་ནམ་གང་ཚང་མ་ལ་དེ་ནས་རྒྱུད་བཞུགས་ཏེ་དེ་ནས་དེ་རིང། བཞུགས་སྒོ་ཞེས་བྱའི་ཁག་ཚང་གི་སྤྱི་ཚོགས་ར་རག་ཟེར་ན། ད་དེ་རིང་ང་དང་ཟླ་ལྔ་དང་ཟར་ཆེ་སུམ་བཅུ་པོ་ཚར་ཏེ་ད་ཟར་ཆེ་སུམ་བཅུ་པོ་མིང་གཞི་རྐྱང་པ་གཞོན་བ་ལས་མིང་གཞི་རྐྱང་པ་དགུང་ལ་གཡང་གཞི།

མདོག་ཅན་གྱི་ཡི་གེ་མགོ་ཅན་གྱི་ཡི་གེ་དེ་ནག་ཚོགས་ལ་དེ་ནས་མིང་བཞི་གཉིས་སྦྲེལ་གསུམ་སྦྲེལ་ཟེར་ར་ཚོགས་ཨ་ལས་དེ་ཚང་མ་དེ་ནས་ད་རུང་ང་དང་ངས་མ་སླེབས་པ་ཡིན་ནོ་དེ་ནི་ང་དང་མིང་བཞི་རྐྱང་པས་ཀ་ད་རུང་ང་དང་ལུས་བསྟན་ཨ་ལས་དེ་མིང་བཞི་རྐྱང་པ་པོ་ལ་དེ་ནས་ང་དང་དབྱངས་བཞི་སྦྱར་ཏེ་སྐྱེས་བུ་ཞབས་ཞུ་འབྲིང་པོ་ནག་རོ་ཨ་ལས་དེ་ཚང་མ་ང་དང་ཨུ་ཚུགས་སྦྱར་རེ་འབྲི་གལ་དེ་ནས་ང་དང་ཨུ་ཚུགས་ཆ་ཅན་ཨ་ལས། དེ་དགའ་ནས་ཟིལ་གྱིས་བླངས་དེ་ནས་ང་དང། སྦྱང་བྱའི་ནོག་ཟིལ་གྱིས་བཙོང་སྦྱང་བྱའི་ནོག་དེ་ནག་ཚོགས་ལ་དེ་ནས། ཨོ་ད་ཅིག་གི་ཐ་སྙད་དེ་ནས་སོ་མ་སོ་མ་རིག་དེ་ནས་ང་དང་ཀའོ། ང་དང་ཚིག་སོ་མ་རིག་ང་དང། གཟུགས་ཀུན་དེ་ནས་ངེས་ཤེས་སྦྱང་དཀར་མགོ་ནས་བདེན་པ་དེ་ཀུན། ཚིག་ཚིག་ཨུ་གཟུགས་རིག། དེ་ནས་ང་དང་ཨུ་གཟུགས་ཡོད་ན་དེ་ཚང་མ་བདེན་པ་དེ་ནས་ཨུ་གཟུགས་དོ་སྣང་སྤྱོད་འཇུག་དེ་ཚང་མ་དེ་ནས། ཨུ་གཟུགས་ཨུ་ན་ཨ་ལས།

དེ་ནས་ཁྱེད་ཀྱིས་འོ་དེ་ཡིས་ཙོག་ལ་དེ་ནས་བཙིར་བཅུག་གོ་ཞེས་པའོ། དེ་ནས་བདུན་ལ་འདུག་ཚེ་བཙིར་བཅུག་ཅེས་བྱ་ལས། ལོག་བཅུག་ཅེས་བྱ་ན་ནི་གཟུགས་པོ། མིང་བཞིས་བསྐྱངས་པ་དང། འབྲེལ་བའི་དེ་ནི། མིང་བཞིས་བསྐྱངས་པ། དབྱངས་དང་འབྲེལ་བའི་དེ་ནི་འོ་གཟུགས་ལྔ་དང་འོ་གཟུགས་སྦྱོར་ལོག་སྦྱོར་སྤྱོད་ནོག་པ། ལྟོས་གསུངས་པ་ཙང་དེ་ནས་ཡིད་དགའ་ནས་དེ་ནས་ང་དང་སྤྲང་པོ་མ་ཚུད་པས་དེ་ནས་ང་དང་གའུ་དགོན་ལ་ཡང་སྟེ་དབུ་གཟུགས་སློབ་གྲྭ་དེ་ནས་གའུ་ང་དང་ཕི་ལོ་གའུ་སློབ་གྲྭ་བསྐྱོད་དེ་ང་དེའི་དབུ་གཟུགས་དགོན་ལ་དེ་ནས་གའུ་བུ་ཏིག་ཚིལ་ཆེ་ཟེར་དེ་ནས་སྒོ་སྐབས་མ་ཐོབ་པ་ཡོད་ཁོང་ངུ་ནས་ཕི་ཡང་དེ་ནས་ཡུ་བུ་མ་རྒྱ་ལ་བྱན་ས་མ་ར་ཁ་ལ་ཉེ་བྱས་བརྩོན་འགྲུས་མཛད་ན་དེ་ནས་མི་ཤེས་ཤེས་སུ་མ་ནི་མེད་ཀྱང། ཅེས་ཟེར་ན་ངེད་ཅག་ཀུན་ལ་དེ་ནས་ཨང་རེས་ཁྱེད་རྣམས་ནོག་དེ་ནག་ཚོ་ལ་དེ་ནས་འུ་ཚོ་ཧིན་དི་ཁྱེད་རྣམས་ནོག་དེ་ནག་ཚོ་ལ་བརྩིས་འཛམ་གླིང་སྤྱི་ཡོངས་ཀྱི་དེ་ནས་ཡང་ང་དང། བྷི་ལོག་གི་དེ་ནས་ཤི་ཞོན་པོ་ཡོད་དོ་ནོག་པ་དེ་ག་ནི་ནན་མ་དེ་ནས་ང་དང་རང་རང་ཨེ་སྐར་པོ། Scott དང་ཡི་གེ་པོ་ཁྱེད་ན་དེ་ནས་ངེད་ཅག་འུ་ཚོ་སྟིང་ནས་ཉམས་ཞིབ་ཅིག་མཛད་ཅེས་གནང་འདྲ་དེ་ནས་ཅིག་གིས། ཇི་མ་ཇི་བཞིན་ན་ལས། ད་ང་དང་མི་བཞི་ཡི་ག་ཉར་ནས་ང་དང་ཉར་ནས་འཇིག་གི་ལུག་རྒྱུད་སྐུ་ཉར་ནས་འཇིག་བྱ་ན་དེ་ནང་ནས་འགྲིག་པ་རྒྱག་ཡོང་བྱོས་ནོ་མ་འགྲིག་པ་རྒྱག་ཡོང་བྱོས་ནོ། དེ་བ་རང་ངས་དེ་ནས་སིལ་ཏེ་ག་འགྱུར་ད་འགྱུར་ཟེར་ར་སོགས་ཡར་སྔར་མའི་ལུག་རྒྱུད་གསུང་འབུམ་ཡོད་རྒྱ་གར་ལས་གསུང་འབུམ་བླ་མ་སོ་སོའི་ཁ་ཕ་སོ་སོའི་པོ་དེ་ནང་ཡར་ལ་དྭགས་པོ་དང་ལ་དྭགས་ཟེར་གི་དེ་ནས་ཁ་ཕ་སོ་སོའི་དེ་ནས་གསུང་འབུམ་རྒྱག་དེ་གུ་ནས་ནང་དེ་ནས་ཉམས་ཞིབ་རྫ་ཅེས་ཟེར་པས་ཡར་དེ་ནས་ཅི་མ་ཅི་བཞིན་ཉེ་ཆར་རང་ཧ་གོ་བ་བཟང་བུ་སྡིག་བཤེས་ཏེ་བུ་སྡིག་མཁན་དེ་ཧ་གོ་བ་བཟང་དེ་ནང་ཉམས་ཞིབ་བྱོས་ཅི།

དེ་ནས་དེ་ཀུན་ལ་དེ་ནས་ངེད་ཅག་མཉམ་བཞི་བརྫ་བྱེད་ལ་མ་དེ་ནས་ཕན་ཐོགས་དེ་ནས་ཆེན་མོ་ཞིག་སྐྱོ་ཅན་ཨ་ད་བྷི་ལོ་ཀ་དེ་ནས་འུ་ཟུ་ཀ་ཀུ་ནས་དེ་ནས་བུ་དེ་ཇག་ང་ལ་དགོས་སྐབས་མ་ཐོས་པ་ཡོད་དེ་ཀུ་ནའང་དེ་ནས་ཇག་མགོ་ཆེས་སོ་དེ་ནས་ང་དང་ཁག་ཅན་ནིན་ནོ། ཨ་ལས། དེ་ནས་ད་དེ་རིང་བཞུགས་དགོས་ཆེས་ཚེ་རྒྱུ་མཚན་པོ་དེ་གནང་བ་ཡིན་དེ་ནས་ཀའོ། ཡང་ཡིན་ན་དེ་ནས་ཚིག་ཅག་ཅི་ཚོགས་ཤིག་མི་འདྲེག་ལབ་འདུག་ཅི་ཡིན་ན་བསམ་སྟེ་ཨ་ལས་འོ་ད་ལྟེ་འོ་ཁྱེད་དེ་ན་ང་དང་སྦྱོར་ཀློག་ལབ་རྩེ་ནོག་སྦྱོར་ཀློག་རྩེ་ན་ང་དང་དབྱངས་བཞི་བོ་དེ་ནས་མིང་བཞི་རྐྱང་པགས་སྦྱར་དེ་དེ་ན་ང་དང་སིལ་བྱེད་སྦྲིད་བྱེད་དེ་ནས་འོ་དེ་ཀུན་དེ་ནས་འོ་གཟུགས་ལབ་རྩེ་ནོག་དེ་འོ་སོང་པ་ཚང་ཚང་མས་དེ་ནས་ཐུགས་ཚོད་མཛའ་དེ་ཚང་མ་ལ་དེ་ནས་དགོང་དྲོ་བདེ་ལེགས་ཚང་མ་ལ་རྒྱུ་ལེགས།